བོད་མི། བོད་པ། ག་བ་རེད་ང་ཚོས་ད་འདྲི་བཤད་བརྒྱབ་དུས་ག་ཤེད་དབུས་ནས་རེད་དབུས་གཙང། ག་ཤེད་ཨ་མདོ། འདོད་སྨད། ག་ཤེད་འདོད་འདོད་ཁམས་པ། དེ་ནི་ཡིན་ན་བོད་པ་མང་ང་རེད་དེ་ནི་ཡིན་ན་བོད་པ་ཉུང་ང་ཨེ་འདྲ་རྒྱལ་མ་རེད་གོ་ཆོད་ཆོད་ཀ་འདོན་ག་བ་ནས་ཡིན་པ་ནས་ཁྱོད་ག་བ་ནས་ཡིན་ན་ང་སུས་ཅན་ནས་ཡིན་ལ་འདྲི་བཤད་བརྒྱབ་ཀྱི་འདུག་བ། ཕྱི་ལོག་ལ་འགྲོ་དུས་ཁྱེད་རང་ག་བ་ནས་ཡིན་ན་ག་བ་འདྲི་བཤད་བརྒྱབ་ཀྱི་རེད།

དུང་འགྱུར་བདུན། གོ་ཚོད་ཟེར། དེ་གི་བརྒྱ་ཆ་བཞི་བཅུ་ཞབས་བདུན་དེ་གནས་ཡ་བྱེད་རུ་བ་ཆུ། ཆུ་ཚང་མ་བོན་རིགས་ཀྱི་འདུག་ལ། བརྒྱ་ཆ་བཞི་བཞབས་བདུན། བྱས་ཙང་འཛམ་བུ་གླིང་འདིའི། གོང་ལྟར་བོན་འདིའི་འཛམ་བུ་གླིང་གི་ནང་ལོགས་ནི་ཆོས་འབྱུང་ས། རྒྱལ་ཁབ། རྒྱལ་ཆེན་པོ་ཅིག་ཆགས་ཏེ་བཞག། བྱས་ཚེ་རྒྱལ་ཁབ་འདིས་ང་ཚོ་གི་སྲུང་སྐྱོབ་མ་བྱེད་ཅེས་རྒྱལ་ཁབ་འདི་གི་ཁོར་ཡུག་དང་གནས་སྟངས་ལ་དོ་སྣང་མ་བྱེད་པ་ཡིན་ན། འཛམ་བུ་གླིང་གི་བརྒྱ་ཆ་བཞི་བཅུ་ཞེ་བདུན་གྱི་མི་གི་ཚེ་སྲོག་དེ་ལ་ཉེན་ཁ་ཆགས་ཀྱི་འདུག་ཞེས་བྱས་ནས་ཐར་པོ་འདོད་པ་དེ་ལ་སྣེ་གསུམ་པ་ལ་གོ། གོ་ཚོད་བཟོས།

ཧྥོས། སྙབ་བཅོལ་ཐུབ་བཅོལ་ཞེ་སྣང་སྐུལ་ནས་ཁྱོད་འདི་མ་བྱིན་ན་འདི་བྱེད་ཀྱི་ཡིན་ད་ལ་གི་རུ་བ། ད་ཁྱོད་འདི་ཚན་ཐབས་མ་བྱིན་ན་ཨ་ནི་ལྟད་མོ་ད་ལན་དུ་འདུ་བ་བྱེད་ས། ཐུབ་བཅོལ་སྙ་མོའི་རྒྱུ་འོག་ལ་ཁས་ལེན་བྱུར། ཡིག་ཆ་འདི་གི་མིང་ལ་ག་རེད་རོ་དུས་དོན་ཚན་བཅུ་བདུན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ད། དེ་ནས་ནི་ག་རེ་བྱེད་རེད་རྒྱ་མིག་གིས། སྙེ་མོ་ནི་རྒྱ་མིག་ལྟ་བུའི་གི་ཁམ་མཆོ་ནའི་གླེ་འོག་རེད། ཀྱེ་མ་ཀླེ་ཆར་དབུ་ཚང་པོ་འདུག་ད་ནི་དེ་འབྲི་ཆུ་ལྟ་བུ་ཚོ་བཞག་བྱུང་བ་ཀླེ་བྱེད་བྱེད་ནི་ཡིག་ཆ་དེའི་རྩེ་འོག་ཏུ་བཞག་ནི་དེ་ནས་ནི་བོད་ཡོངས་རྫོགས་རྒྱ་ནག་གི་ལྟ། དེ་བྱེད་ཤོག་དེ་བྱེད་ཤོག་བཀའ་བཏང་ན་དེ་འགོ་འཛུགས་དགོས། ཆིག་སྟོང་དགུ་བརྒྱ་ག་དུས་ནས། ལྔ་བཅུ་ང་གཅིག་འདི་ལ་གྲོས་མཐུན་དོན་ཚན་བཅུ་བདུན་གྱི་ལོ་རྒྱུས་ནང་ལ་གནད་འགག་ཆགས་ཏེ་ཁྱེད་རང་ཚོས་དོ་སྣང་བྱེད་ཡག་ད་ལྟ་ཆིག་སྟོང་དགུ་ཡི་ལྔ་བཅུ་ང་གཅིག་ལ་འདི་ཆགས་སོ་ཨ། དེ་ག་ལ་ན་ནུ་བོ་གླིང་ག་གི་མདུན་ལ་རེད་དེ་ནུ་བོ་གླིང་ག་གི་མདུན་ན་དེ་སེང་གེ་རྡོ་ཞིག་ཐོང་གི་རེད་རྡོ་སེང་གེ་ལ་ཁོ་བྱེ་མ་སྐད་ཆ་དྲིས་ལོ་རྒྱུས་ནང་ལ་རྡོ་སེང་གེ་ག་བ་ཡོད་རེད་ག་འདྲས་རེད་ན་ནུ་བོ་གླིང་ག་ནུ་བོ་གླིང་ག་དེ་སྐྱབས་མགོན་རིན་པོ་ཆེ་གི་དབྱར་ཁ་བཞུགས་ས་རེད། Summer Palace དབྱར་ཁ་བཞུགས་ས། པོ་ཏཱ་ལ་དེ་ག་རེད། དགུང་ཁ། དགུང་ཁ་བཞུགས་ས Winter Palace གོ་ཚོད་བཟོ་བ། ད་འདི་དུས་སྐྱབས་མགོན་རིན་པོ་ཆེ་ནོར་བུ་གླིང་ཁ་ཡོད་དུས་བོད་པ་ཚང་མ་དགེ་རྒན་མ་བཟོས་ཤིང་འདི་དུས་ག་ལ་དབའ་ཡེ་འདི་གཅིག་ཡུལ་དང་འདི་གཅིག་ཡུལ། མ་མཐུན་བསམ་པ། མ་དགུའི་བསམ་པ་གཅིག་མཐུན་ལ་དུ་མི་གཙུག་ཁ་གཅིག་གི་རྒན་བདག་གཅིག་སྒོ་གཅིག་ཡན་ཡོད་མ་རེད་ད། སུ་གན་བཟོ་གི་རེད་ཡིན་དང་ཡིན་ནམ་ཚང་མ་ཡར་ནོར་བུ་གླིང་ཁ་ལ་སྐོར་གཅིག་བྱེད་ནས་ད་སྐུ་གཅིག་སྐྱབས་མགོན་རིན་པོ་ཆེ་མ་བོད་རོ་ནང་ལ་ནི། རིན་བསྡུས་བྱས་ཏེ་ཕེབས་ནས་སྒྲིག་གི་མེད་ཁུ་ཅི་མ་ཕེབས་རོགས་གནང། མཉམ་སྡོད་ལ། ད་རྒྱ་མི་གཞུང་གིས་ང་ཚོ་ལ་གཉའ་གནོན་བྱས་མང་དྲག་སོང། རྒྱ་མི་བོད་ནས་ཕར་འགྲོ་གི་ཡོད་ཞེས་བྱས་ནས་སྐད་འབོད་རྒྱག་འགོ་ཚུགས། ག་སྡུག་གི་འགོ་ཚུགས་རེད། སྤྱི་ཟླ་གསུམ་པའི་ཚེས་བཅུ་ལ་འདི་བོད་པའི་ལུས་རྒྱུད་ཀྱི་ནང་ལོགས་ལ་མི་བོད་མི་ཚང་མ། དོག་གཅིག་ལ་འཛོམས་བྱས་བྱས་ནས་སྐད་འབོད་རྒྱག་ཡ་འདི་བོད་པའི་ལུས་རྒྱུད་ཀྱི་ནང་ནས་ཐེངས་མ་དང་པོ་རེད། ད་འདི་ག་རེད། པོ་ཏཱ་ལ་གི་དུས་ལ།

དེ་དུས་སྐབས་ལ་ང་ཚོ་ལ་ངོ་ཤེས་པ་ཡོད་མ་རེད། ད་བོད་ལ་མུ་མཐུད་ནས་ཞུགས་པ་ཡིན་ན་བོད་མི་རྩ་ལག་བྲེལ་གྱི་ཉེན་ཁ་ཡོད་བོད་པའི་ཆོལ་ཁ་ལ་རྒྱ་མི་ལ་བོད་མི་དགོས་མ་རེད་བོད་པའི་ཆོལ་དགོས་མ་རེད་བོད་པའི་རིག་གཞུང་དགོས་མ་རེད་རྒྱ་མི་ལ་བོད་པའི་ས་དེ་དགོས་རེད། གོ་ཚོད་ཟེར་ད་ནི་ད་ལྟ་འཛམ་བུ་གླིང་གི་གནས་གསུམ་པ་ལ་འགྱེལ་ཆེན་པོ་དེ། གོས་སུ་བ། དེ་ཕུན་ཚོགས་དགུ། རྒྱལ་སྲིད། རྒྱ་མི་གྱི་བོད་ཡོངས་རྫོགས་མངའ་འོག་ལ་བྱེད་ཅེས་ནས་བྱེད་ཐུབ་པ་ཡིན་ན་ཁོ་ཚོ་རང་བཞིན་གྱི་ཆབ་སྲིད་ཀྱི་ཐོག་ནས་ས་གནས་གནད་འགག་ཆེན་པོ་ཅིག་བརྗིད་ཡོད་རེད་ཆུ་ཚང་མ་ཁོ་རང་ཚོའི་གོ་བ་ཆག་གོ་རེད་ད་ག་འདྲེ་གོས་ཚོས་སུ་བ་བྱེད་ས་ཁོ་ཚོས་དེ་གོ་མི་ཐུབ་ལ། ང་ཚོ་ག་རེ་དགེ་ཆེན་པོ་རེད་བོད་པའི་ས་དགེ་ཆེན་པོ་རེད་བོད་པའི་ཆོས་རིག་གཞུང་མི་རིག་ཁོ་ར་གལ་ཆེན་པོ་རེད་བ་དེ་སྲུང་སྐྱོབ་དེ་གནད་འགག་ཆག་ཡོད་རེད་བ་བྱེད་ས་བ་བྱེད་འུ་ཐུག་ལ་ན་ག་རེ་ད་ཐབས་ཤེས་ཡོད་མ་རེད་དེ་མ་བྱེད་ན་ག་མི་རིག་གི་སྲུང་སྐྱོབ་བྱེད་ཡ་ན་བཙན་བྱོལ་འཕེལ་ཡ་རེད། ཁོ་ཅག་སུ་བ། བྱས་ཙང་ང་ཚོ་བཙན་བྱོལ་ལ་ཕེབས་ཡ་དེ་ལུང་པ་ནང་ལོག་ལ་ཆུ་ལོག། ནད་ཡམ། ད་ལྟ་ཀོ་བིད་ན་ཏྲ། དུ་བ། ནད་ཡམ། ཨ་ནི་གཞན་པ་གང་ཡོད་རེད། ས་ཡོམ། འབྱུང་བའི་དཀའ་ངལ་ཅི་དེ་ཡོང་མ་རུང་བ་ང་ཚོ་དཀའ་ངལ་ག་ཅི་ནས་ཡོང་རེད་བཙན་བྱོལ་ག་རེ་བྱིན་ཆགས་རེད། བྱས་ཚེ་ཕྱིའི་མི་རིགས་ཅིག་གིས་ཕྱིའི་རྒྱལ་ཁབ་ཅིག་གིས་ཐུབ་ཚོད་བཤད་བྱེད་ཅེས་ནི་ང་རང་ཚོ་མི་རིགས་རྩ་མེད་བཟོ་དགོས་རེད་དེ། དེའི་དེ་བཟོས་མ་ཐུབ་ནས་ང་ཚོ་བཙན་བྱོལ་ལ་ཕེབས་དགོས་ཀྱི་གནས་སྟངས་ཆགས་གསལ་བོ་ཆགས་ཟེར། ཆགས་བྱེད་ཅེས་ནི། ད་ད་ལྟ་རྡ་རམ་ས་ལ་ཁྱེད་རང་ཚོ་རྡ་རམ་ས་ལ་ལ་ཕེབས་ཉུང་ཉེ་ཡོད། ཡོད། ད་རྡ་རམ་ས་ལ་ལ་ད་དམིགས་ཡུལ་འདི་ཡིན་འདུག་ག་ལ་ང་རང་ཚོ་ལ་གཞུང་ཡོད་རེད། གཞུང་འདི་ག་རེད་བཙན་བྱོལ་ལ་ཡོད་རེད། སྔོན་བཞིན་བོད་པ་གི་གཞུང་འདི་བོད་ལ་གུ་གུ་རུ་བ། དེ་ནས་ང་རང་ཚོའི་མ་འདྲ་ག་རེ་ཆགས་ཡོད་རེད་ང་ཚོའི་གཞུང་འདི་བོད་ལ་ཡོད་མ་རེད། རང་དབང་ཡོད་མ་རེད་བྱས་ཙང་ཕྱི་ལོག་ལ་བལྟས་བསྡད་ཡོད་རེད་འདི་ལ་གར་ལ་བསྔོ་ལ་ན། བཙན་བྱོལ་བོད་མི་སྒྲིག་འཛུགས་བོད་གཞུང་ལ་ནི་ང་ཚོ་གཞུང་གི་ཡིག་ཆ་ནང་ལོག་གར་ལ་བསྔོ་རེད་བཙན་བྱོལ་བོད་མི་སྒྲིག་འཛུགས་ལ་ནི Central Tibetan Administration ལ་ནི།

མི་འདུག། མི་འདུག་ཨ། ད། སྐད་ཆ་དྲི་གོ་བ་མ་རེད་ད་ང་རང་ཚོ་ཐབས་ཤེས་བྱེད་དགོས་རེད་ནི་ང་ཚོ་དེ་རྩོད་གོ་བ་མ་རེད་རྙིང་བ་དེ་ག་རེད་ཤག་ད་དེ། བོད་ཀྱི་གནས་བབ་ལ་ན། ད་ལྟ་བོད་ནང་གི་གནས་སྟངས། ད་ལྟ་བོད་ནང་གི་གནས་སྟངས་ལམ་ལྕག་དེ་ཡར་ལྷག་བཞིན་འདུག་ཨ་ད། དེ་གཉིས་ཀ་ཞག་ཅིག་བྱས་ནས། གོ་ཆོད་བྱས་ད། ད་ལྟའི་བོད་ནང་གི་གནས་བབ་ལམ་ལྕག་དེ་ང་ཚོ་གི་ཁས་ལེན་བྱེད་ཐུབ་ཡ་མི་འདུག། གོ་ཆོད་སུ་ཨ་དེ་ང་ཚོ་དེ་འོག་ལ་འགྲོ་གི་མེད་ད་ལྟ་དེ། ཧོ་ཆོས་སུའོ། དེ་གཉིས་ཀྱི་དཀྱིལ་མ་དེ་ལ། དེ་གཉིས་ཀྱི་དཀྱིལ་མ་དེ་ལ། ད་དེ། དེ་གཉིས་ཀྱི་དཀྱིལ་མ་ལམ་འབའ་ཞིག་གྲོལ་བའོ་རོ། དེ་ལ་དབུ་མའི་ལམ་འབའ་བོ་རེད་ཟེར། ད་ད་ལྟ་ང་ཚོ་རྒྱས་པར་དུ་དགེ་ཆེན་པོ་གཅིག་བོད་རང་བཙན་ཡིན་པར་འགྲེལ་བཤད་རྒྱག་འུག་རེད། བོད་རང་བཙན་རེད་བས། སྙེ་མ་ལུས་རྒྱུད་ཀྱི་ཐོག་ནས། རེད། ད་ང་ཚོ་ག་རེ་གོ་ཆོག་གོ་རེ་ད་ལྟའི་བོད་ནང་གི་གནས་བབ་དེ་ཁས་ལེན་ཐུབ་གི་མི་འདུག་ལ་གོ། ད་ད་ལྟའི་བོད་ནང་གི་གནས་སྟངས་དེ་ག་རེ་རེད་ལ་ན། བོད་ལ་ར་བ་ཡོད་མ་ད། དེ་ནི་ཁོ་ཚོས་ཀྱི་བོད་སྤྲི་པའི་ཁྱི་ལ་ནི་བེད་སྤྱོད་བྱེད་ཀྱི་རུ་བ། དེ་ཡོད་རྒྱུ་ས་ཆ་ཞིག་ཏུ་བ། དེ་གཅིག་པུ་བོད་གཞན་པ་འདི་ཚོས་ད་ལྟ་དུས་སྟོན་དང་དུས་མེད་ཅིག་ཏུ་བ་མང་པོ་ཅིག་རྒྱ་མི་གི་ཀན་ཏོན། དེ་ལ་ཡིན་ན་ཀན་ཏོན་རེད་བ་ཞིང་ཆེན། Province། དེ་ཚོ་ན་བཏང་ཞུ། དེ་ཚོ་རྒྱ་མི་ཟབ་གྲ་རེད་རྒྱ་མི་གི་དེ་རེད། ཁོ་ཚོས་ཟེར། བྱས་ཙང་ད་ལྟ་བོད་དེ་ག་རེ་བྱས་ད་ལྟའི་བོད་ཀྱི་གནས་སྟངས་ལ་འདུག་སྐབས་ལ། བོད་དེ་དུམ་བུ་གཏང་རྒྱུ་དེ་ང་ཚོ་ཁས་ལེན་མེད་ཁས་ལེན་ཐུག་གི་ཡོད།

དངོས་སུ། ཅིག་ཟབ་སྦྱོང་ཚོགས་འཐུས་ཡ་ལ་ཡ་མང་པོ་ཅིག་གིས་རོགས་སྐྱོར་གནང་ཡོད་རེད་རྒྱབ་སྐྱོར་གནང་ཡོད་རེད་ད་གལ་ཆེ་ཤོས་དེ་འདི་ནང་ལ་ཆ་ཤས་གླེང་ངའི་སྤུ་བོ། སྤུ་བོ་འདི་ཚོ་གི་ཕ་མ། དེ་ཚོ་ཅིག་ཆགས་དེ་ཡོད་དུས་སྐབས་ལ་ཕ་མ་འདི་ཚོ་གི་མགོ། ད་ཅིག་ཟབ་སྦྱོང་འགོ་ཁྲིད་གནང་མཁན་ཚོ་གི་ཆ་ཤས་སྟེང་དེ་ལ། ཆ་ཤས་གླེང་བྱེད་ཅིང་སྤུ་བོ་གཏང་ཐུབ་ཅིག་བྱེད་བ་དེ་དཔེ། བསྔགས་བརྗོད་ཞུ་ཡ་ཡིན་ད་མུ་མཐུད་ནས་ཅིག། བོད་པའི་ཆོས་དང་རིག་གཞུང་སྐད་ཡིག་ལ་སོགས་པའི་རྒྱས་སྲུང་སྐྱོབ་དང་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ལས་འཆར་ག་འདྲི་ཅིག་སྤེལ་གནང་རྒྱུ་ཡོད་ན་དེ་ལ་ཕྱག་རུབ་མཉམ་འདེགས་བྱེད་ཅེས་ནས་མཉམ་ཞུགས་གནང་རོགས་གནང་ཞེས་བྱས་ནས་བོད་བརྒྱུད་ཞུ་ཡས། རྣམ་པ་ལྷན་གྱི་སྐུ་ཁམས་བཟང། ཨ་ནི་དེ་རིང་དེ་སུད་དང་ལེགས་ལྡན་སྟན་གྱི་བོད་རིགས་མི་མང་གི་གོ་སྒྲིག་འོག་ལ་ཡ་ཨ་ནི་བོད་ཡུལ་གྱི་འགན་འཛིན་ཚེ་དབང་མི་སེར་ལགས་ཀྱི་དེ་ནི་ད་རེས། ཉི་མ་དྲུག་རིང་དང་དབྱར་དུས་ཀྱི་ཐེངས་གཉིས་པའི་གཟའ་ཆུང་གཅིག་པུ་དེ་ནང་བཞག་ཨ་འདི་གང་ལ་ཡང་ང་རང་དེ་དང་བླངས་ཐོག་ནས་ཉི་མ་དྲུག་རེ་ཡར་ཚང་མ་ལས་ཀ་ནས་འདུག་བྱེད་པ་སླེབས་ཡིན་དེ་ལས་ཀ་དེ་བརྒྱུད་རིམ་ལ་ལོ་རེ་ཡར་ཨ་ནི་གཅིག་སྤུ་གུ་ཚོགས་ཀྱི་ད་ཅིག་བོད་སྐད་བརྒྱབ་སྟངས་རེ་ཨ་ནི་དེ་ལས་ཡར་དོ་སྣང་བྱེད་སྟངས་རེ་ཨ་ནི་བོད་པའི་ནང་ལོ་རེ་ཡར་གཅིག་མཐུན་སྒྲིལ་བྱེད་སྟངས་རེ་དེ་འདྲའི་ཐོག་ནས་ཨ་ནི་ཚོགས་བ་ཤུགས་ཆེན་པོ་ཞུ་ཆེད་སླེབས་སོང། ཁོ་རང་ཚོ་ད་ཅིག་སྤུ་གུ་དེ་ཚོ་ཉི་མ་དང་པོ་སླེབས་དུས་ཙམ་པ་གཅིག་བས་ཏེ་སུ་སུ་ཚོ་འབྲེལ་བ་མེད་འགྱོད་སུ་འགྲོ་རུ་ཆེ།

ཐོག་ལ་ཡ་གཅིག་ཧ་གོ་བྱེད་ཚུལ་དུ་བརྩམས་པ་ལ་ནི་སྤུ་གུས་དོ་སྣང་ཤུགས་ཆེན་པོ་ཞུ་ཅིང་སླད་ཡོང་བྱས་རྗེས་ལས་ཡ་ད་ཅིག་སློབ་ཚན་ཚར་ཚར་བའི་རྗེས་ལས་བར་གསེང་སྐབས་ལས་ནི་སྤུ་གུ་གིས་དེ་འདྲའི་ཅིག་ཆོས་བརྒྱུད་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་སེ་དེ་ཚོ་ཨ་ནི་སྙེ་མ་ནས་བརྒྱུད་ནས་ནི་ཡིན་ཅིག་ག་སོགས་རེད། ང་ཚོ་བོད་པ་ལ་ད་ཅིག་ནང་པ་སི་ཡ་ཆོས་ཅིག་ཡོད་པ་མ་འདུག་ཆོས་བརྒྱུད་དེ་འདྲའི་ཡོད་པ་གོ་མ་མྱོང་ཨ་དེ་ཚོའི་སྐོར་ལ་ཡ་ཨ་ནི་ད་དུང་མུ་མཐུད་བཤད་རོགས་ཅིག་བྱས་རྗེས་དེ་འདྲའི་ཁོ་རང་ཚོ་ད་འཚོ་བ་མང་པོ་ཅིག་སླད་དེ་ཤ་སྤུ་གུ་དེ་ཚོ་ལ་ཡ།

རྩ་བའི་སྤྱི་དང་ཆོས་བརྒྱུད་བཞི་ཚང་མ་ལོ་ག་ཟླ་ནང་པ་སངས་རྒྱས་པ་ཡི་ལྟ་ག་སོགས་རེ་གཞུང་དང་འབྲེལ་བ་ཡིན་རྒྱུ་ཚང་མ་གཅིག་རེད་ཡིན་པ་ཡིན་ན་བྱེ་བྲག་སོ་སོ་སོ་སོ་ལ་ཡང་དགོས་པ་དང་རྒྱུ་མཚན་གྱི་གཅིག་ལོ་ག་འདི་འདྲ་བཤད་དེ་འོ་ཧ་གོ་སོ་འོ་འདི་རེད་ཆོས་བརྒྱུད་བཞི་འདི་ཨ་ནི་ད་ཆོས་བརྒྱུད་བཞི་འདི་གའི་ལ་ཡང་མིང་བཏོ་སྟངས་འདི་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་ཟེར་རོ་འོ་འདི་གའི་ལ་གི་ཡོ་རེད་ད་ཆོས་བརྒྱུད་རྙིང་མ་ལ་ཡ་འདི་ག་དུས་འགོ་བཙུགས་རེད་ཟེར་དེ་ཤུ་གུ་རྗེས་མ་འདི་གཅིག་འདོ། ཆོས་རྒྱུད་རྙིང་མ་ལ་ཡོད་དེ་ག་དུས་འགོ་བཙུགས་རེད་ཟེར་འདི་རེད། འདི་ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན། ཆོས་རྒྱལ་ཁྲི་སྲོང་ལྡེའུ་བཙན་གསོལ་དུས་བརྩམས་པ་ལ་དང་གི་གང་དེ་ལ་ཡང་ང་ཚོ། དཔེ་གཞི་དང་པོ་དེ་ལ་ཡང། སྤྱི་ལོ་བདུན་བརྒྱ་བཞི་བཅུ་ཞེ་གཉིས་ལ་ཡང་དགེ་ཐོག་གསུམ་སོ་བརྒྱད་པ་ཁྲི་སྲོང་ལྡེའུ་བཙན་སྲས་བྱུང་རེད་ལབས་སོ། འོ་འདི་སྐབས་ལ་ཡང་དབུ་བརྙེས་རེད། ཧ་གོ་སོ། འདི་སྐབས་ལ་ག་འདྲས་སུ་དབུ་བརྙེས་རེད་ལབས་ན་ཁོ་རང་རྒྱལ་པོ་ཡིན་པའི་སྐབས་ལ་ཡང་ཁོ་རང་གིས་རྒྱ་གར་ལ་ཡང་ཀུན་མཁྱེན་ཞི་བ་འཚོ་དང། གུ་རུ་པདྨ་སམྦྷ་བ། གུ་རུ་པདྨ་སམྦྷ་བ་ཟེར་ན། སློབ་དཔོན་གུ་རུ་རིན་པོ་ཆེ་ཁོ་རང་བཅས་དཔལ་འབྲི་སྟག་འོས་མི་བླ་མེད་ཀྱི་ཕོ་ནང་གསུམ་གདན་འདྲེན་ཞུས་རེད། ཕོ་ནང་གསུམ་གདན་འདྲེན་ཞུས་རྗེས་ཨ་ནེ་བོད་ལ་ཡར་ལྟ་རྙིང་མ་གི་ཆོས་དེ་གཞི་ནས་དེ་ནས་མ་གོ་ཚུལ་ལས་རེད་རྙིང་མ་གི་ཆོས་བརྒྱུད་འདི། ཨ་ནེ་རྙིང་མ་གི་ཆོས་བརྒྱུད་ན་ལོ་ནས་ད་རྙིང་མ་གི་ཆོས་བརྒྱུད་ན་གལ་ཆེ་ཤོས་ཀྲོའུ་གཅིག་དེ་ཀུན་མཁྱེན་ཀློང་བྱང་རབ་འབྱམས་པ་ཟེར་དེ་རེད་ཧ་གོ་ས་ཀུན་མཁྱེན་ཀློང་བྱང་རབ་འབྱམས་པ་དེ་གུ་རུ་རིན་པོ་ཆེ་གིས་ཁོ་རང་གི་བཀའ་སྲོལ་ག་རེ་ཡོད་པ་དེ་གས་མ་རྒྱུན་འཛིན་ཡོང་ཉེ་དུས་རྒྱལ་བོ་ཉེ་དྲོ་བྱོ་ར་དེ་ནས་མ་འོ་དེ་གནང་ཉེ་དེ་ཁོ་རང་གིས་གནང་རེད་ཨ་ནེ། ད་བོད་ལ་ཡ། ནང་ཆོས་ཐོག་མར་ག་དུས་བྱུང་རེད་ཟེར་ན། རྒྱལ་པོ་ལྷ་ཐོ་ཐོ་རི་གཉན་བཙན་སྐབས་ལ། ཧ་གོ་ས། ནང་ཆོས་ཐོག་མར་དབུ་བརྙེས་དེ། ནང་ཆོས་ལ་ཡ་ང་ཚོ་གིས། སློབ་སྦྱོང་བྱས་དེ་ག་དུས་བྱུང་རེད་ཟེར་ན། ཨ་ནི། སྤྱི་ལོ་དྲུག་བརྒྱ་བཅུ་བདུན་ལོ་ལ་ཡ་རྒྱལ་པོ་སྲོང་བཙན་སྒམ་པོའི་སྐབས་ལ་ཡ། ད། རྙིང་མ་གི་ཆོས་ལུགས་དེ་ག་དུས་དར་རེད་ཟེར་ན། རྙིང་མ་ཆོས་ལུགས་དེ། སྤྱི་ལོ། བདུན་བརྒྱ་བཞི་བཅུ་ཞེ་གཉིས་ལ། རྒྱལ་པོ་ཁྲི་སྲོང་ལྡེའུ་བཙན་སྐབས་ལ་ཡ། ཧ་གོ་ས། ཨ་ནི་དེའི་སྐབས་ལ་ཡ་ང་ཚོ་ཨ་ནི་གྲྭ་པ། རེད་བ། གྲྭ་པ་ལབ་ན་བླ་མ།

བྱང་གི་ཕྱོགས་ཀྱི་གུང་ཐང་མེ་ལ་རེ་བ་ལ་དེ་རྗེ་བཙུན་མེ་ལ་རེ་བ་ལའོ་རྗེ་བཙུན་མེ་ལ་རེ་བ་མང་ཆེ་གེ་ཧ་གོ་ཀུན་གྱུར་བ་རྗེ་བཙུན་མེ་ལ་རེ་བ་བྱུང་རེས་ཧ་གོ་སོགས་རྗེ་བཙུན་མེ་ལ་རེ་བ་ལྟ་དེ་ཁོ་རང་ཚོ་བཀའ་བརྒྱུད་ན་ལོག་གི་དེ་རེད་དགའ་སོགས་རེད་ང་ཚོ་ཅིག་རྟོགས་པ་ཐོ་བོ་ཚེ་གཅིག་ལུས་གཅིག་ལ་ཡ་བསམ་གྱིས་ནི། ཚེ་གཅིག་ལུས་གཅིག་ལ་བསམ་གྱིས་ནི་རྗེ་བཙུན་མེ་ལ་རེ་བ་བྱུང་རེས་རྗེ་བཙུན་མེ་ལ་རེ་བ་ལ་ཡ་སློབ་མ་སློབ་མ་ན་ལོག་གི་སློབ་མ་ཡག་ཤོས་གཉིས་ཅིག་བྱུང་རེས་དེ་སུ་རེད་ཟེར་ན་ཨ་ནེ་ཉི་མ་ལྟ་བུ་དྭགས་པོ་ལྷ་རྗེ་ལས་རེད།

ཁོ་རང་གི་དགེ་རྒན་དུ་མ་བསུ་ནས་ཡི་གེ་ལ་ཡར་ཆོད་དུ་ཞུ་ས་དང་པོ་དེ། ཉི་མ་ལྟ་བུ་དག་པ་ལྷ་ཆེ་སའི་དེ་ནས་མར་རྒྱུད་ལས་རེད། ཁོ་སོགས། ད་དེའི་ནང་ལོག་གི་བརྗོད་བྱ་གཙོ་བོ་དེ་ག་ར་ཧ་གོ་རེད་ཟེར་ན་བཀའ་བརྒྱུད་པ་སའི་ཆོས་བརྒྱུད་ཅིག་ཡོད་པ། བཀའ་བརྒྱུད་པ་སའི་ཆོས་ལུགས་དེ། ཨ་ནི། དུས་རབས་ག་ཚོད་ལ་དར་ཡོད་པ། དུས་རབས་ག་ཚོད་ལ་དར་ཡོད་རེད་ཟེར་ན། དུས་རབས་ཟེར་ན་ཧ་གོ་རོགས། སྭནཅུ་རི། ད་ལྟ་ཏྲོན་ཏྲི་ཧྥ་སྭནཅུ་རི་རོགས། ཨ་ནི་སྭནཅུ་རི་བཅུ་བའི་སྒང་ལ་དར་རེད་དུས་རབས་བཅུ་བའི་སྒང་ལ་ཡ།

ཆེ་བཞི་ཆུང་བརྒྱད་སུ་ལག་རེ་བཀའ་རྒྱུད་ཆེ་བཞི་དང་ཆུང་བ་བརྒྱད་ཧ་གོ་སོ། ད་དེ་ནས་དེའི་རྗེས་ལ་ཡང་ཤུ་བུ་བྱེ་མ་དེ་དཔེ་བྱེ་མ་དེ་ལ་ཡང། ཆོས་བརྒྱུད་ས་སྐྱ་པ་ལ་ཡང་ཞེས་དོ། ས་སྐྱ་གི་ད་དང་པོ་བརྒྱུད་པ་དང་པོ་དེ་ནང་ལོའི་འཁོན། དཔལ་ཆེ་བོ་བྱེ་དེ་ནས་འཁོན་ཤཱཀྱ་ལོའི་འགྲོས། ཁོ་ན་ཉིང་རྩ་ནས་ནི་སུ་བྱུང་རེད་ཟེར་ན། འཁོན་རོ་ཤེས་རབ་ཚུལ་ཁྲིམས་དང་འཁོན་དཀོན་མཆོག་རྒྱལ་པོ་སེར་བྱུང་རེད། ད་དེའི་ནང་ལོ་ནས་ས་སྐྱ་གི་ཁྲི་ཐོག་དང་པོ་ཁྲི་དང་པོ་བཅུ་གཉིས་རོ། ང་ཚོ་ནམ་རྒྱུན་བོད་པའི་གཏམ་དཔེར་གཅིག་གྱོ་རེད་ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ཟླའི་ཁྲི་ལ་དག་བོ་མེད། འོ་དེ་གི་ཁྲི་དེ་དག་བོ་ཀྱེ་ངས་ཁོ་རང་སུ་བྱོན་རེད་ཟེར་ན་ཁོའི་དཀོན་མཆོག་རྒྱལ་པོ་ཕེབས་རེད། ཁོའི་དཀོན་མཆོག་རྒྱལ་པོ་ཀྱིས་ས་སྐྱ་གི་ཁྲི་ཚོ་དག་བོ་དེ་ཇུས་གནང་རེད། དེ་ནས་དེའི་ཕྱི་ལ་ཁོ་རང་གི་སློབ་མ། སློབ་མ་རེད་ལ་ཁོ་རང་གི་སྤུ་གུ་ཡང་རེད། ཁོ་རང་གི་སྤུ་གུ་བྱས་ན་སྤུ་གུ་དེ་ལ་ཡང་སློབ་སྦྱོང་སྤྲད་བྱས་དེ་འདྲས་ཕྱིན་ས་སྐྱ་མང་ཆེ་དེ་མ་སྤུ་གུ་གི་རྒྱུད་པར་འགྲོ་སྡིག་རེད་ཁོ་རང་གི་སྤུ་གུ་ལ་ཡང་དེ་སྤྲད་སློབ་སྦྱོང་སྤྲད་སྤུ་གུ་དེ་ཡང་བྱོན་མར་ཁྲི་ལ་བཞག་ཡང་དེའི་སྤུ་གུ་དེ་བཏུགས་སུ་བྱས་བྱས་འགྲོ་སྡིག་བོ་རེད། འཕགས་པ་བློ་གྲོས་རྒྱལ་མཚན་གསལ་དེ་ང་རང་ཚོ་བོད་ལ་ཡང་བོད་དུ་སློབ་ཆུང་གི་ཚད་དྲོ་བོ་དེ་ཧང་སན་གི་ཚད་མཐོ་བོ་ཆགས་རེད་ཁོ་རང། ཚད་མཐོ་བོ་ཆགས་ནས་ཁོ་རང། དེའི་སྐབས་ལས་ཡ་ཨ་ནི་ས་སྐྱ་ལས་ཡ། ད་ཅིག་ག་སོང་རེད་སློབ་ཆུང་ན་ལུག་རྩི་བུད་སོང་ཙང་ཨ་ནི་སོག་པོ་ལས་ཡ་ང་ཚོ་སོག་པོ་ལས་ཇོ་ཡ་ཇིང་གིས་ཁཱན། སོག་པོ་ལས་ཡ་ཁོ་རང་ཨ་ནི་དེ་ནས་མང་ཆོས་བཤད་ག་འགྲོ་རེད་ཁོ་རང་ཆོས་བཤད་ག་འགྲོ། མ་གིའི་རྒྱལ་པོ་ལ་ཆོས་དེ་ཚོ་བཤད། ད་ཆོས་དེ་ཚོ་ཡག་པོ་བཤད་ཡོད་དུས་ཙམ་པ་ལ་ད་ང་ཚོ་བོད་པ་ནས་ཆོས་ལུགས་ལ་ཕར་འགྲོ་གོ་རེད་ད་ཆོས་དེ། སོག་པོ་ལ་ཕྱིན་སོག་པོ་ལ་ཆོས་བཤད་དུས་སོག་པོ་གི་རྒྱལ་པོ་དེ་ཚོ། བད་དེ་དེ་ཧང་ར་བོ་ས་ནས་བད་དེ། ཁོ་རང་གི་སློབ་སྦྱོང་དང་ཆོས་བཤད་སྟངས་དེ་ཚོ་ཧང་རེ་སངས་ནས་བོད། ཨ་ནི། ཁོ་རང་ད་དེའི་སྐབས་སུ་ལི་ཡ། ང་རང་ཚོ་ཨེ་ཤེ་ཡ་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། མང་ཆེ་བང་དུད་དུད་གཉིས་སོག་པོའི་དུད་དེ་ཡོད་རེད་དེའི་སྐབས་ལ་རྒྱ་མི་ཡིན་ནའི་སོག་པོའི་འོག་ལ་བསྡད་དེ་ཡོད་རེད། ཨ་ནི་སོག་པོ། ཅེས་ང་ཚོ་བོད་པ་ད་ཚང་མ་ཁོ་རང་སོག་པོ་གི་དབང་འོག་ལ་བསྡད་དེ་ཡོད་རེད། བྱས་ཙང་དེ་འདྲས་ཡིན་དུས་ཙམ་པ་ལི་ཡ་ཨ་ནི་ང་ཚོ་བོད་ལི་ཡ་ཆོལ་ཁ་གསུམ་སའི་མིང་ཞིག་གླིག་དུས། དབུས་གཙང་མདོ་སྟོད་མདོ་སྨད་སའི་གླིག་དོ། འོ་ད་དུས་ཚོད་དེ་ནས་བྱུང་རེད་དུས་ཚོད་དེ་བྱུང་ཡ། དུས་ཚོད་དེ་ནས་བྱུང་དུས་ཚོད་དེ་ནས་ག་འདྲས་སུ་བྱུང་རེད་ལབ་ན། ཆོལ་ཁ་གསུམ་སའི་མིང་དེ་དུས་ཚོད་དེ་དུས་ག་འདྲས་སུ་བྱུང་རེད་ལབ་ན། ཨ་ནེ་གྲོ་མགོན་ཆོས་རྒྱལ་སོག་པོ་ལ་ཡང་ཕེབས་རྗེས་སོག་པོ་ལ་ཡང་ཁོ་རང་གི་དེ་མི་གི་ལ་རྒྱལ་པོ་ལ་ཆོས་བཤད། རྒྱལ་པོ་གིས་ཨ་ནེ་ཁྱོད་ཀྱིས་ད་ང་ཚོར་ཆོས་ལ་ཡང་ཅིག་སྤྲད་འོར་བ་དང་གླ་ཆ་སྤྲད་འོར་ཅིག་དཔེ་ཤ་སྤྲད་འོར་ཅིག་སྤྲད་འོར་བ་དེའི་ཚབ་ལ་ཡང་བོད་ཀྱི་ས་ཆ་ཚང་མ་ཁྱེད་རང་ལ་སྤྲད་དགོས། ཁྱེད་རང་བོད་ཀྱི་ཨ་ནེ་རྒྱལ་པོ་གྱིས། ཁྱེད་རང་ལ་ཡང་དབང་ཡིན་ཁྱེད་རང་ལ་སྤྲད་དགོས་སུ་ལ་མི་སྤྲད་པར་བོད། བྱས་ཙང་དེ་ནས་བྱས་ནས་ཨ་ནི། མཆོད་ཡོན་མཆོད་ཡོན་དང་པོ་ལ་ཡང་བོད་ཁྲི་སྒོ་ཅོག་གསུམ་བཅས་མཆོད་ཡོན་གཉིས་པ་ལ་ཡང་བོད་ཆོལ་ཁ་གསུམ་ཕུལ། མཆོད་ཡོན་དང་པོ་ལ་ཡང་ཁྲི་སྒོ་ཅོག་གསུམ་ལབ་དུས་ཙམ་པ་ལ་ཁོ་རང་གིས་ད་ཆོས་དང་པོ་བཤད་དུས་ཙམ་པ་ལ་བོད་ཀྱི་དབུས་གཙང་ཕྱོགས་ཀྱི་ས་ཆ་དེ་གའི་ཚང་མ་སྤྲད་རེད་ཁོ་རང་ལ་ཡང། སྤྲད་རེད་དེ་ནས་ཆོས་སྒོ་གཉིས་པ་དེ་ན་དུས་ཙམ་པ་དབུས་གཙང་མདོ་སྟོད་མདོ་སྨད་དེ་གའི་གསུམ་ག་སྤྲད་རེད་བྱས་ཙང་ཆོལ་ཁ་གསུམ་ལས་དེ་ཚིག་དེ་ཐོག་མར་དེ་ནས་བྱུང་རེད་ཨ་ནི། ག་སོག་རེད་ང་ཚོ་བོད་ལ་ཡང་ད། ཅེས་སོག་པོ་གིས་རྟགས་བཤད་པའི་མིང་ཅི་རེད། ཆོལ་ཁ་གསུམ་ལས་དེ། འོ་དེ་ནས་བྱུང་རེད་འདི་རེད། ད་ས་སྐྱ་གིས་ཁྲི་འཛིན་ལས་དེ་ད་གིན་དེ་ནས་མ་བང་ཅན་འགྲོ་སོ། ད་ལྟ་ཁྲི་འཛིན་པ་ག་ཚོད་རེད། ད་ལྟ་ཁྲི་འཛིན་པ་བཞི་བཅུ་ཞེ་གཉིས་རེད་ཕོ་ཁྲི་ཀྲུའུ་བཞི་བཞི་གཉིས། ཧ་གོ་སོ། ར་ཏི་ན་ལས་དོ་ད་ལྟ་ས་སྐྱ་གོང་མ་འདི་གོང་ཕྱིན་ཆུའི་སྐྲ་དམ་རྒྱོ་ཟོ། འོ་དེ་རེད། དེ་གང་དེ་ལས་ཡ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཅིག་པ་ད་སྐྱ་མགུར་རུམ་གཅིག་གོ་བ་ཕེ་ནས་སྐྱ་མགུར་རུམ་གཅིག་མཉམ་དུ་ཟུ་ལ་ཕེ་དེ་གི་དོ། ས་སྐྱ་གི་བླ་མ། ཕེ་དེ་གི་དོ་འོ་དེ་ས་སྐྱ་ཁྲི་འཛིན་པ་རེད། ས་སྐྱ་ཁྲི་འཛིན་པ་བཞི་བཅུ་ཞེ་གཅིག་དེ་ས་སྐྱ་གོང་མ་ང་བ་དཔལ་འབར། ཨ་ནི་ཁྲི་ལས་བསམ་པའི་ལས་ཁོ་རང་རེད་རིན་པོ་ཆེ་ཁོ་རང་གི་མཚན་ལས་ཡ་ཨོ་དེ་ས་སྐྱ་གི་ད་དེ་ནས་མ་གུས་པ་འདྲ་བོ་དེ་རེད། ཤུ་གུ་ཐ་མ་དེ། ཤུ་གུ་ཐ་མ་དེ་ལས་ཡ་ཨ་ནི་ཆོས་ལུགས་དགེ་ལུགས་པ་ལས་དེ་རེད། དགེ་ལུགས་པ་ཟེར་དེ། དུས་རབས་ག་དུས་བྱུང་རེད་ཟེར་ན་ས་འཇུ་རི་ས་འཇུ་རི་ག་དུས་བྱུང་རེད་ཟེར་ན་ས་འཇུ་རི་བཅུ་བཞི་གི་སྐུབ་ལ་དང་བཅོ་ལྔ་གི་འགོ་ལ་བྱུང་རེད། ཧ་གོ་སོ་དུས་རབས་བཅུ་བཞི་གི་རྗེས་དང་བཅོ་ལྔ་གི་འགོ་ལ། བྱུང་ཤ་བྱི་རེད་ཨ་ནི་དེ། དགེ་ལུགས་པ་བསད་དེ་ཆོས་ལུགས་དེ་ག་འདྲས་ལྟར་རེད་ཟེར་ན་རྗེ་བཙུན་རེད་མདའ་བ། རྗེ་བཙུན་རེད་མདའ་བ་བསད་དེ་ཁོ་རང་ས་སྐྱ་གི་དེ་རེད། བླ་མ་བྱེད་རེད་ས་སྐྱ་གི་བླ་མ། ས་སྐྱ་གི་བླ་མ་བྱེད་དེ། ཁོ་རང་གི་དགེ་ཕྲུག། རྗེ་ནི་བློ་བཟང་གྲགས་པ། ཧ་གོ་ས་རྗེ་བློ་བཟང་གྲགས་པ། རྗེ་བློ་བཟང་གྲགས་པ་བསད་དེ་རྗེ་ཙོང་ཁ་པ་ལ་བོར་རྗེ་ཙོང་ཁ་པ་ཁོ་རང་ཨ་ནི་རྗེ་བཙུན་རེད་མདའ་བ་སློབ་མ་བྱེད་ཨ་ནི་ཁོ་རང་གི་རྗེ་ཙོང་ཁ་པའི་ཆོས་ལུགས་ཀྱི་གསར་བ་བཟོས་རེད་འདི་ག་དུས་ཚོད་རེད་ཟེར་ན་སྤྱི་ལོ་གཅིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་ལི་ཡ་གོ། འོ་དེ་ནས་ཨ་ནི་དགེ་ལུགས་པ་ཟེར་དེ་བྱུང་རེད་ཧ་གོ་སོགས་དགེ་ལུགས་པ། ཨ་ནི་དགེ་ལུགས་པ་ཟེར་དེ་ད་རྗེ་ཡབ་སྲས་གསུམ་རྗེ་རྗེ་ཡབ་སྲས་གསུམ་རྗེ་ལི་ཡ་ཨ་ནི་ཁོ་རང་གི་རྗེ་རུམ་གཅིག་གི་སློབ་མ་འཇམ་དབྱངས་ཆོས་རྗེ་དཔའ་འདེབས་བཀྲ་ཤིས་ཟེར་རྗེ་དེའི་རྗེས་ལ་འཇམ་རྗེ་ཆོས་རྗེ